སློབ་གསོ་ལ་མཐོང་ཆེན་བྱ་མི་དང་སློབ་གསོ་ལ་དགའ་མོས་བྱ་མིན་གྱི་གཞི་ནས་ཐག་གཅོད་དགོས་ཀི་རེད་དེ་ནི་དེ་རིང་གི་གླེང་ཚན་ནང་ང་ཚོས་སྐད་གཉིས་སློབ་གསོ་དང་མ་སྐད་སློབ་གསོ་ལ་བྱས་རྗེས་བླ་ལྷག་ཆེ་བའི་རྒན་གྲོལ་རྒྱལ་མཚན་ལགས་གདན་འདྲེན་བྱས་ཏེ་བོད་ཁུལ་གྱི་སྐད་གཉིས་སློབ་གསོ་གི་སྐོར་ནས་བགྲོ་གླེང་བཟོ་འོས་འཚམས་འདུག་ཅོ་ལགས་ཡ་རྒན་ལགས་ཁྱོད་བདེ་མོ། ཡ་བདེ་མོ། སྤྱིར་བཏང་གི་ཅིག་མི་རིགས་ཀྱི་དར་རྒུད་དུ་གཙོ་བོ་སློབ་གསོ་བར་གོ་གི་མོད། ད་གི་ད་ཅིག་སློབ་གསོ་དེ་ཡང་གཙོ་བོ་ཡང་ཅིག་གོང་འཕེལ་ལ་འགྱོ་མིན་དུ་ཐད་ཀར་དུ་དགེ་རྒན་དང་འདྲ་བ་གི། དེ་ནི་ང་ཚོས་ད་ནམ་རྒྱུན་དུ་འདི་གི་ཅིག་ད་སྐད་གཉིས་སློབ་གསོ་གི་སྲིད་ཇུས་དང་ཡང་ན་སྐད་གཉིས་སློབ་གསོ་གི་ཕྱོགས་གི་ད་ཅིག་ཁྲིམས་ལུགས་ལ་དུ་བླངས་རག་གི་གི་ཡང་ཅིག་དེ་དང་འདྲ་བའི་དགེ་རྒན་འདྲ་དུ་གསོ་སྐྱོང་བྱུང་ད། ཐད་ཀར་དུ་བདག་གཅིག་སྐད་གཉིས་སློབ་གསོ་དང་གོང་དུ་བསླངས་ཡོད་རྒྱུ་དེ་འབྲེལ་བ་ཧ་ཅང་འབྲེལ་བ་ཁོ་མོ། ཐ་ན་ཁྱོད་རང་ཉིད་ད་རག་དྭ་འདིའི་སྐད་གཉིས་སློབ་གསོ་གི་ལས་ཀ་འདི་ལས་ལས་དོན་སྒྲུབ་མཁན། ཡང་ན་དར་ངའི་བར་དུ་དྭ་འདིའི་སྐད་གཉིས་སློབ་གསོ་གི་ལས་ཀ་འདི་ཞིབ་འཇུག་བྱེད་མཁན་གྱི་ཐད་ནས་དྭ་འདིའི་སྐད་གཉིས་སློབ་གསོ་གི་ཆེད་ལས་དགེ་རྒན་སྐལ་བཟང་འདིའི་ཕྱོགས་ལ་ཁྱོད་རང་ཉིད་ལ་ལྟ་ཚུལ་ཆེ་མོ་ཟོག་གི། དྭ་སྐད་གཉིས་སློབ་གསོ་དར་གོས་ཚུལ་དུ་མཐའ་མའི་བལྟས་ན་དྭ

སྐད་རིགས་ཀྱང་དེ་ནི་སྐད་རིགས་དེ་གི་ཡང་ཁོར་ཡུག་གི་ཁོར་ཡུག་ཁོར་ཡུག་ཏུ་གོ་དགོས་ཏེ། འོག་གི་གཞག་གཞི་ག་ཁྱོད་འོག་སྐད་ཀྱི་ཀྱ་ཀའི་ཁྲི་སྟེང་ན་འོག་སྐད་ཀྱི
གསར་བཤད་ཡི་གེ་ལྟར་ན། དེ་སྟེང་གི་སློབ་མ་དེ་ཡང་བསམ་བློ་དེ་དེ་སྔ་འཆར་ལྟར་ན། དེས་འདི་འདྲ་ཞིག་རྒྱབ་སྐྱོར་དང་འདི་འདྲ་ཡང་རྒྱུ་ཡང། དེའི་ཐོག་ནས་བསམ་བློ་གནང་འཇོག་བྱེད་དཀའ་ཆེ། འགྲོ་རྒྱུ་དཀའ་ཆེ་རེད། དཀའ་གི་མང། དེ་རྒྱ་ཡིག་གི་ཁྲིད་སྟེགས་དེ་རྒྱ་ཡིག་སྐད་ཡིག་གི་ཁོར་ཡུག་བཟུང་ནས། དེ་གཞན་པ་གི་དེ་གི་རྩ་མོ་གི་འགྲོ་ས་བླངས་མེད་ལུང་འདྲ་ཞིག། དབྱར་ན་དབྱིན་ཇི་སྐད་ཁྲིད་ན་དེ་དབྱིན་ཇི་སྐད་ཁྲིད་དུ་དེ་ནི་དགེ་རྒན་གི

ཏུ། རྒྱ་ཡིག་གི་གེགས་ཀན་སུ་ཡེ་ཧ་ཡིན་གོ། རྒྱ་ཡིག་གི་བྱང་ཚད་ཡག་པོ་ཡོད་གོ། དེ་རྒྱ་ཡིག་ལ་རྒྱ་སྐད་ལ་བརྟེན་ནས་རྒྱ་ཡིག་ཏུ་འཁྲིད། རྒྱ་སྐད་ལ་བརྟེན་ནས་རྒྱ་ཡིག་ཏུ་གསལ་བཤད་བྱེད། དེ་ཞིག་གིས་ལྟར་ན་དེ་འདི་གི་ཚོགས་འཐུ་ནང་དུ་དེ་རྒྱ་ཡིག་ཚོགས་འཐུ་སྐར་མ་གི་སྤྱི་དམ་པ་དེ་ཚང་མ་མི་རྒྱ་ཡིག་གི་འཁོར་ཡུག་ཡིན། རྒྱ་ཡིག་གི་འཁོར་ཡུག་ཞེས་བཏགས་ན་དེ་རྒྱ་སྐད་དེ་གཞི་རྩ་ཡང་མིན། ཨོ་ཆ་དེ་ཨོ་ཆ་ཉིད་ནི་སུ་རེད་གང་རེད་ཟེར་ན་དེ་སྐད་དར་ནི་དེ་ང་ལིག་གི་ད་ཁོས་བཞག་ན་བཞག་བཞིན་སྔར་དུ་ཆ་དེ་ལིག་གི་དེ་བལ་མ་གི། ཕ་མ་གི་འགྲམ་ན་ཁ་བཏགས་གཞལ་དུ་དང་ཁྱིམ་ཁྱིམ་མི་རེ་རེ་གི་ཁ་བཏགས་གཞལ་དུ་དུ་རྐུན་པོ་འདི་སྔར་དུ་ཆ་ལག་གི་གཞལ་བྱའི་ག་དུ་སྒོ་སྒོའི་འོག་ཏུ་རེད་སྒོ་སྒོའི་འོག་ཏུ་དུ་ལྷོ་ཁྲུས་ཀྱི་ཀུ་ཏོག་འོག་ཕྱི་རེད། འོག་དུ་ཇག་སྐད་བྱེད་དུ་ན་ད་ཐལ་སྐྱག་བཙོག་མོ། ཐལ་སྐྱག་བཞི་སྟེ་ལས་འདི་གི་སྐད་བཏགས་དུ་སྒོ་ཀུ་ཏོག་ལ། སྤྱིའི་སྟངས་ནས་སྤྱིའི་བཏགས་ནས་དེ་བར་མ་དད་ཁྱིམ་ཚང་དད། དེ་གི་དང་འཁོ་དད་ལྷན་གཉིས་ཀི་འཁོར་གཡོག་དེ་ཐ་ལི་གི་དད་བྱ་ཞིག་དེ་གི་ཡང་ནས་ཡང་དུ་ཡང་ནས་ཡང་དུ། རང་གི་ཕ་སྐད་དུ་ཤད་ཀི་དད་ན་དེ་དད་བྱ་ཞིག་དེ་གི་དེ་འབྲེལ་ཡོང་གི་མོད། བསམ་བློ་ར་དེ་རུ་ཆག་ཆག་གཏོང། བསམ་བློ་དེ་བསམ་བློ་གཏོང་ཚུལ་དེ། ཁ་བརྡ་ཁི་ནི་གི་ཁ་བརྡ་གཅིག་རེ་གཉིས་རེ་བཞང་དེ་ཀུན་པོ་རང་གི་ཕ་སྐད་དུ་བཞང་གི་འདི་དེ་ག་རིགས་ཀྱི་བློ་བཏང་ནས་ཡང་རང་གི་རང་བློ་བཞིན་བློ་བཏང་ནས་གནང་ནས་སྐད་ཆ་དེ་ཆ་བཏང་ནས། ད་འོག་གི་བཞག་བཞིན་གྱི་གྱ་ཡིས་བཞང་བསྐུར་ན་དེ་འདི་གཞན་པ་གི་སྐད་སྐད་ཉིད་པར་ར་གཞན་མི་རིགས་ཀྱི་སྐད་ར།

རིམ་པ་རིམ་པ་བཅས་ཆ་ཚུལ་དུ་ཨོ་ཁྱབ་བདུན་མཐོང་མཐོང་ཞིག་གི་ནང་དུ་ཚོགས་མཐའ་ནང་དུ། ཚོགས་མཐའ་ཞིག་གི་ནང་དུ་འདི་གའི་ཏི་ཞང་གཅིག་གོ། ཏི་ཞང་བཀོད་མཁན་གྱི་ཞང་ཏོག་གོ་མཚོན་ཏོག་གི་ཏི་དེ། ཏི་ཞང། ཀི་གཉིས་པ་ཀི་ཁྲི་ཚུལ་གྱི་ཆོས་ཉིད་ཟེར་ཡོང་ནི་རེད། ཀི་གཉིས་པ་ཁྲི་ཚུལ་གྱི་ཆོས་ཉིད་ཡོད་རེད། ཆོས་ཉིད་དེ་དང་མཐུན་པ་ཞིག་ནི་དེ། ཏི་ཞང་ཡི་དེ་གི་ཅག་གི་ཅག་ཡི་ཅག་གི་ཏི་ཧ་གོ་བཙལ་ནི་རེད། དེ་ཆོས་ཉིད་དུ་བགྲང་དཀའ་སོང་ན་དེ་ཡང་རྒྱ་ཡིག་ཀྱི་སྐད་གཞན་པ་དེ་གཞང་རྒྱུ་དེ་ཙི་ག་དཀའ་མོ་རེད་དེ་འབྲུ་འགྲིག་ཡ་ཧ་ཡོད་ནི་མ་རེད། མི་འདི་འདྲ་འབར་ཁང་འདི་ན་ཡིན་ན་འདི་ཀྲུང་གོའི་ཁུལ་གྱི་ཧྲུའུ་ཀྲུའུ་གྱི་ལྟེ་གནས་ར་ཀྲུང་ཁྱེད་དང་ཐང་རྒྱ་རེད་ད་ནི་ཀྲུང་རྟ་ན་ཁི་རིག་གི་ཀྲུང་རྟ་ན་སོང་ན་ཀུན་པོ་རང་རང་གི་ཐབས་སྐད་ཅིག་ཁ་ཏ་ཞིག་གི་ཏོག་གི་མོ་དེ་ཐེམ་པོ་ལ

ད་ལྟ་བཞག་དགོས་འོ་དེ་རེད་ད་ལྟ་འདི་གི་བསམ་བློ་གཏོང་ཚུལ་དུ་འདི་ནི་ལ་བལྟ་ན་བྱ་དགོས་འོ་དེ་རེད་དེ་དེ་དོན་ནི་ཆོག་གི། དེ་ལ་བལྟས་ནས་དེ་རྩིས་རིག་འདྲ། དུ་ཁྲིད་བལྟ་ན་དེ་བཞག་གཞི་དེ་གི་མི་གོ་གི། རྩིས་རིག་གི་མི་གོ་གི། རྩིས་རིག་དེ་ཚན་རིག་ཚན་ཁག་གི་རེད། ཚན་རིག་ཚན་ཁག་གི་དེ་ཚན་རིག་ཚན་ཁག་གི་ཁོ་རང་རང་གི་ཤེས་བྱ་ཡོད་གི། ཁོ་རང་རང་གི་གཞུང་ལུགས་ཡོད་གི། དེ་ཁོང་དུ་ཆུད་དགོས་པ་དེ་རྩིས་རིག་གི་ཤེས་བྱ་དང་རྩིས་རིག་གི་གཞུང་ལུགས་དེ། ཁོང་དུ་ཆུད་དཀོན། ཁྱོད་བསྟེན་ན་ལྟ་ན་ཁྱོད་རྩིས་རིག་ཁྱིམ་ཚང་གི་ཚོང་ཐུབ་སྟེ་རྒྱ་ཡིག་རྒྱ་སྐད་ཀྱིས་བཏང་ན། རྩིས་རིག་འདི་སྐར་མ་ཧི་ཅི་དང་པ་ན་འདི་ཡིས་ཟི་ན་ཅིའི་གཙོ་སྐོར་རེད་དེ་ཟི་ཟི་དུམ་བཞི་ལོ་ཙཱ་ཞིག་གི་བསྟན་ན། ཚོང་ཐུ་སྐར་མོ་ཧི་ན་ཧི་ཅི་དང་པ་ན་ནི་ཁྲི་ཚད་དུ་བསྡུས་ཚོགས་ཧོ་འཇོག་ལོ་རེད་ཁྲི་ཚད་དུ

གཏན་ཚིགས་རྒྱ་ཆེར་རུང། གཏན་ཚིགས་ཀྱི་གོ་རིམ་ཞིག་བརྟན་པོ་ཡོད་པ། དེ་གཏན་ཚིགས་དེ་ཁྱོད་འབའ་སྟོང་བ་ན་བ་སྟོང་ཧོ་གསུངས་ན། གཏན་ཚིགས་ཀྱི་གོ་རིམ་བ་སྟོང་ཧོ། གཏན་ཚིགས་གོ་རིམ་དེ་གི་བ་ན་བ་སྟོང་ཧོ་བཏང་ན་དེ་ཤེས་བྱ་ཀུན་པོ་མ་ལ་ཅན་ཚོས་ཆ་བཀག་གི་མོད། ཅིག་ཅིག་འབྲལ་ཐུབ་ཀྱི་མ་རེད།

ངེས་བར་དུ་སློབ་གྲྭ་མགྱོགས་དགོས་ནི། ཞིག་ཚིག་གྲ་མཐོ་དགོས་ནི། ད་རབ་དང་རིམ་པ་ཨེ་རིག་སོང་ན་ཡང་ར་སོང་གི་སོང་གི་ཅིག་མགྱོགས་ས་མེད་ནི་སྣང་ཚུལ་དུ་འབྱུང་གོ། དེ་ན་སྣང་ཚུལ་འདི་ད་གར་ག་ཅིག་སློབ་གསོ་རིག་པ་གི་ངེས་ཐིག་གི་ཆ་ལས་སོང་ན་ངེས་བར་དུ་རྒྱུགས་དགོས་ནི་དོན་དག་གཟིགས་ནི་རེད། ཡང་ན་ད་ང་ཚོའི་རྒྱལ་ཁབ་གི་ཅིག་སློབ་གསོ་གི་མ་ལག་རྫས་ནི་ར་འདྲ་གི། ཡང་ན་ཅིག་རྒྱལ་ཁབ་གི་གཞི་རིམ་གི་མི་རིགས་གྲངས་ཉུང་གི་སློབ་གསོ་གི་མ་ལག་རྫས་ནི་ར་འདྲ་གི་ཅིག་དུ་འཐུས་མ་ཚང་བའི་སྐྱོན་ཟིག་ཡིན་ནི་རེད། མ་གཞི་མེད་ཟེར་ན་གདའ། རང་གི་ཕ་སྐད་ཀྱི་སློབ་གསོ་དེ་ཤིན་ཏུ་ཉུང་གི་མོད། ཉུང་གི་དེ་རྣམས་ད་མི་ཁྱབ་སུ་འཁྲང་བཞག་མཁན་ཡིན་ན་ད་ཧུ་ཡ་ན་རྫོགས་ཀའི་ཝུའུ་ཡུས་ལོང་ཀྲང་ད་འདི་ན་ང་ཝུའི་ཝུའུ་ཡུས་ལོང་ཀྲང་ཐོང་ཀྲང་དེ་རྒྱ་འབོ་དུ་ད་ང་བ་ཙུང་ཧུང་ཡོན་ཙུང་དུ་ཀི་འབོ་གི་ཝུའུ་ཡུས་གི་ལོང་ཀྲང་ཡོད་གི། ད་རི་དང་བོ་དུ་གྱིན་ཆུང་བཞི་ནས་བློ་དང་དགྲ་བགེགས་ལས་བཟློག་གོ། ད་འདི་ནང་ན་ད་ཨོ་ཡིག་གི་རིག་ཚངས་སོ་སོ་གི་གེ་གན། ད་ལྷོ་སོག་གི་ལྷོ་ཁྲིག་གི་ཉམས་མྱོང་གསོག་འཇོག་ཡོད་གོ། གསོག་འཇོག་དཔེ་མེད་ཡག་པོ་ཡོང་གི་ཡོད་གོ། ད་ཁྲི་ཐབ་ནང་ནས་ནི་ད་ཡག་པོ་ཡོང་གི་ཡོད་གོ། དེ་བཞིན་ནི་དེ་ད་ད་ད།

ནོམ་བྷ་མ་ཤི་ནས་དེ། ཧོས་རྒྱ་ནག་ད། ངོས་བཞི་དང་བོ་ལྕམ་པོ་གི་ནང་ན་གྱུར་འཕྲོ་སྙོམས་མང་པོ་འབྱོར་ས་མི་ཆག་གི། ད། ད། ངོས་བཞི་གཉིས་པ་འདྲ། ད་ངོས་བཞི་གསུམ་པ་འདྲ་དེ་མི་ཚེ། ཆེད་ལས་གི། དེ་ནང་འཇོག་གི་འདུག། དུས་ཀྱི་སྟུག་དེ་ན་དེ་འོ་ཅག་གི་འོ་ཡིག་གི།

ཝེ་སྐད་ཡིག་གི་ཚན་ཁག་གཅིག་གཅིག་རེད། ངོ་མ་བཤད་སྟངས་ནང་མའི་ཚན་ཁག་གཅིག་གཅིག་རེད་ལྷོ་སྦྲ་གཅིག་གཅིག་དང་རོ་མི་འདང་གི་ཚན་ཁག་གཞན་པ་རྐུན་པོ་བཅའ་ཡི་ཁྲི་ཀའི་བོན་རེད། དེ་ཐ་ལེ་གི་དེ་ཨོ་ཆ་བོད་མི་རིགས་འདི་མི་གྲངས་ཁྲི་དྲུག་བརྒྱ་ལྷག་ཁ་ཡོད་གི། མི་གྲངས་དང་ལྷོ་སྦྲ་ཆེན་མོ་གི་གྲངས་ཀ་གཉིས་ཀ་བར་ནི་དེ་ནི་དེ་ཤིན་ཏུ། བརྡར་ཚིག་གི་ཁྱབ་སྟངས།
ཁ་སྐོང་མི་ཐུབ་གི།

ངུ་ཆ་ད་རེས་ཀྱི་ཉི་མ་ངུ་ཆ་གི་མཁན་གྱིས་ནི་འདི་ལམ་ཁ་ལྷོ་བྲག་ཆེན་མོ་ནང་ནི་ཚོགས་འདུ་དང་ཚོགས་འདུ་རེད་འདི་མཛངས་ལས་ཀྱི་ཚོགས་འདུ་ཞིག་རེད་དེ་དེ་ཡ་ཐའི་ཡ་ཐའི་དེའི་ཆུས་ཨེ་ཤི་ཡ་གི་དང་ཐའི་ཕིང་ཡང་གི་རེད་རེད་ཨེ་ཤི་ཡ་གི་ཡ་ཐའི་ས་ཁུལ་གྱི་ཡ་ཐའི་དེའི་ཆུས་ཝན་ཙུང་པིང་ཧོ། ཞག་གསུམ་མིན་ཚུལ། བཀའ་བསྟན་གྱི་ཨ་ཡོ་ལུ་མཐའ། རེད་རེད། འདི་བཀའ་ངེས་པར། ད་ས་གནས་དེ་གི་མི་རིགས་ར་ད་མི་རིགས་གྲངས་ཉུང་གི། འགྲོ།
མ་གཞི་ནས་དེའི་ས་ཆ་འདི་དོན་དུ་ཉུག་གི། འདི་ད་མི་སེར་སྤེལ་ཡུལ་བཅའ་ཁག་གི། འདི་རེད་ད་ཤི་བཟོ་ལས་ཡུང་ནོ་སྐྱོན་པོ་གཙོ་བོ་བཞི་ད་བཀའ། མ་གཞི་འདི་ནི་གི། མ་གཞི་ངེད་ཉུག་གི་མི་མི།

གཞུང་ཕྱོགས་ཀྱི་རྩོད་ལོ་སློ་གྲྭ་བོ་དང་འབྲེལ་བ་ཡོད་ཉུག་གི་སློ་གྲྭ་ཆེན་མོ་གཅིག་ཅི་འདྲ་ཞིག་ཡོད་ཀི་ད་ནི་དེ་ཤོད་ཀྱིན་ནི་ཆེད་ལས་ཁ་མི་ཚང་གི་ཤོད་ཉིན་ལས་དབུ་སྐལ་གྱི་རྐྱང་རྐྱང་གི་དབུ་སྐལ་ལ་བརྟེན་ནས་ཚང་ཁ་སོ་སོ་ཁྲི་ས་དང་ཁེ་ལས་སོགས་སོགས་གསོ་སྐྱོང་གཞི་རྩ་གི་སློབ་གྲྭས་དམིགས་ཀ། དེ་ཡིན་པའི་རྐྱེན་གྱིས་ཏེ་དབུལ་ཐར་དབུལ་ས་ཆ་གི་དགོས་མཁོ་ཡོད་ནང་གི་མི་སྣ་དེ་གསོ་སྐྱོང་བྱེད་མི་ཐུབ། འོན་ཏེ་འདི་མི་ཚད་པོ་གང་རེད་ཟེར་ན་ད་དབུལ་དང་འབྲེལ་བ་ཡོད་མྱོང་གི་སློབ་གྲྭ་ཆེན་མོ་སྤྱི་གཅིག་ནང་ནས་འདི་གི་ཆེད་ལས་ཀི་འབོ

དད། མི་ནད་དུ་གསོ་སྐྱོང་བྱེད་ཁོམ་མིན་དུ་དེ་དབུ་ཁྲིད་དབུ་མི་རིགས་རང་རང། ཡོན་ཏན་དུ་དད་ཀྱིས་གོང་འཕེལ་འགྲོ་བཞུགས་ཀྱི་ཕན་ཐོགས་ཡོད་ས་རྩ་བ་འདི་ནས་ཡོང་ནི་རེད།

ད་སྤྱིར་བཏང་གི་ད་ཁར་སང་དེ་རིང་གི་གནས་ཚུལ་ཡིན་རྒྱུ་ན། ད་སློབ་མ་དེ་ངེས་བར་དུ་སློབ་ཆུང་བརྒྱུད། དེའི་ཁྲོད་ཀྱི་ད་སློབ་འབྲིང་རབ་དང་རིམ་པ་བཞི་མཐོ་འབྲིང་བརྒྱུད། མཐོ་འབྲིང་མཐར་ཕྱིན་ནོ་བརྒྱུད་ནས་ད། ད་གལ་ཏེ་སློབ་ཆེན་ང་བཞི་གི་ཁྲོད་སོང་ན་འགྲིག་གདའ། ཡང་སློབ་མ་རེ་གཉིས་ཟིག་སློབ་ཆེན་ནང་ཨ་ཡིག་མ་འཁྲུལ་ན་ཕར་དགའ་ད་འདིའི་ལག་རྩལ་སློབ་གྲྭའོ་ཁ་དེ་འགྱོ་བ་ཁ་ད་ལག་རྩལ་སློབ་གྲྭ་དུ་མང་ཤས་ནང་ལོག་ནའོ་ཁ་ད་ཁ་ད་སློབ་མ་དེར་ཡང་ནང་ལོག་པ་སོང་བའི་ལག་རྩལ་གི་སྐོར་དེར་རྒྱག་ངེས་ད་ཕྱི་ར་རང་གི་ཕ་ཡི་ལའོ་ན་ཡང་ལག་རྩལ་གི་རིགས་མང་ང་ཟིག་རང་གི་ཕ་ཡི་ན་གོ་སྐྱོ་ཡི་ས་ར་ཡོ་གི་མེད་ཁོ་མོ་ད་ཡི་དང་ན་ཡང་སློབ་མ་དེར་ཡང་རབ་དང་རིམ་པ་གི་ཕྱི་ར་སྤྱི་ཚོགས་ཐོག་ཁྱམས་འཇོག་ཅིག་ཡིན་ན། དོན་དག་གཞན་པ་གཟིགས་ན་ཅིག་མི་རིགས་ཀྱི་ད་འདི། སྲིད་ཇུས་ཀྱི་ངོས་ནས་ཤེས་བྱ་ལས་གསུངས་ན། མི་རིགས་ས་ཁུལ་གྱི་སློབ་མ་དུ་སོང་བའི་ཡོན་ཏན་ནི་ཅི་ངེས། རྒྱང་ནོར་གྱི་རྗེས་ནས་སྤྱིར་རང་གི་ཕ་ཡུལ་ལའང་ད་རང་གི་མི་རིགས་དེ་ཞབས་འདེགས་ཞུ་རྒྱུ་དེ་ཁུར་དགོས་སྲིད་ཅེས་ཤིག་ཡིན་ན། ཉེ་བའི་སྨྱུག་ཨན་གྱི་ནང་ཡང་འདི། ད་འདི་སྐད་གཉིས་སློབ་གསོ་གྱི་ཕྱོགས་པ་ཤ་ལས་གསུངས་ན་ཡང་སྐད་གཉིས་སློབ་གསོ་གྱི་རྩ་དོན་ཡིན་ན་ར། ད་སློབ་མ་དུ་སོང་བའི་སྐད་གཉིས་སློབ་གསོ་དེར་རྒྱང་སྐད་གཉིས་སློབ་གསོ་གྱི་ཕྱོགས་པ་འབྲས་བུ་ཟིག་གམ་མི་མིན་པ་ཟིག་བླང་ནོར་གྱི་རྗེས་ནས། ཕྱི་རང་གི་ཕ་ཡུལ་ལའང་ད་རང་གི་ས་གནས་ཀྱི་མི་རིགས་དེ་ཞབས་འདེགས་ཞུ་རྒྱུ་ལྟར་མོ། འདི་ན་དོན་དག་གི་གོང་གི་དང་གོང་དང་ཡང་ན་འཇིག་ཚང་མ་དག་ཅིག་ཧ་ཅང་ཅིག་འགལ་བ་ཡོད་ནི་སྣང་ཚུལ་ལྟར་མོ། འདི་ན་ཁྱོད་རང་གིས་དེ་དེའི་ཕྱོགས་ལ་བསམ་བློ་རལ་དུ་ཆེ་ལེ་གཏོང་གི་ཡོད། ཅི་ནས་ཀྱི་ལྟས་ན་ད
ལྷོ་ཆུང་ལྷོ་མ་འབྲང་ཐོག་འབྲང་དུ་རིམ་པ་གསུམ་དུ།

ཟླ། འདི་གི་བསམ་པའི། གྲུ་བཞི་མ་ཀུན་པོ་རང་གི་ཕ་སྐད་ལ་བརྟེན་ནས་བསམ་པ་གྲུ་བཞི་བཞེད་ཚུལ་དུ་ཀུན་པོ་ཆ་རྟོག་ལ་ལོ་རེའི་ཟླ་རྟོག་གོ། ལོ་རེའི་ཟླ་ཚ་རྟོག་གོ། ཟླ། འདི་གི་མཐའ་ལས་ཀྱི་ཟླ། ཐོམ་གྲངས་མཐར་ཕྱིན་ནས་ཟླ་དབྱར། ཐོ་རངས་ལྷོ་བྲག་ནང་འབྱོར་བ་ན་ཟླ། ཆེ་ལས་ཡང་དགོས། ཐོ་རུ་ལྷོ་བྲག་ནང་ནས་ཆེད་ལས་བཞག་དགོས། ཅོ། ཆེད་ལས་དེ་བོད་ཡིག་གི་ཐ་ལིག་གི་བོད་ཡིག་གི་ལྷོ་བྲག་ཆེན་མོ་ནང་ནས་ཆེད་ལས་བཞག་ན་རང་གི་ཕ་སྐད་ལ་བརྟེན་ནས་ཆེད་ལས་བཞག་ན་ཆོག་གི། ད། རྒྱ་ཡིག་གི་ཐ་ལིག་གི་ཆེད་ལས་བཞག་ན་ལ་དུ་ཆོག་ནི་རེད། དེ་དེ་འོ་ཅག་གི་རྐང་གཉིས་ཀྱི་ལམ་འགྲོ། རྐང་བ་གཉིས་ཀྱི་རྐང་བ་གཉིས་ཀྱི་ལམ་འགྲོ། རྐང་བ་གཅིག་འོ་ཡིག་གི་འགྲོ་ས་ཡོང་ན་འོ་ཡིག་ལྷོ་བཀྲ་ཆེན་མོ་ནང་འགྱོ། འོ་ཡིག་གི་རང་རང་གི་ཆེ་ལིའི་ག་འོག་ཏུ་སྐྱེ། འོ་ཡིག་ནང་སྨིན་ན་རྒྱ་ཡིག་གི་ལྷོ་བཀྲ་ཆེན་མོ་ནང་སོང་ན་དེ་བ་ལི་རེད། དེ་གང་རེད་ཟེར་ན་དེ་འོ་ཅག་གི་སྐད་གཉིས་ལྷོ་སོག་ཏུ་དེ་ཀ་རི་ཐ་ལི་གི་རྒྱ་ཡིག་ཏུ་ཁྲི་ཀའི་འོ་ནུར་མོ།

ལྟ་མཁན་བོ་ནི་རེད་དོ་རྐུན་པོ་རྐུན་དུ་ཁྱི་ལྟ་ན་སློབ་གྲྭ་ཆེན་མོ་ན་དེ་ནི་སློབ་གྲྭ་དགེ་རྒན་ཆེན་མོ་གི་སློབ་ཁྲིད་བྱ་ལུགས་དགོས་བ་ནི་རེད། ད་ཚང་རིགས་ཚང་ཁག་གི་མང་གཞི་དུ་རང་གི་ཕ་སྐད་ལ་བརྟེན་ནས་རང་གི་ལབ་པ་ནང་ན་ཆ་ཚ་ཁ་བོ་ལི་རི་མང་གཞི་དུ་ཡོད་སྟངས་ནི་རེད་འདི་ལྟ་ན། གད་རྒྱངས་ཀྱི་ཁྲི་གདུགས་དང་ཉའི་ཤིག་པོ་ཉའི་བ་ཁོལ་པོ་ཏི་ཅའི་ཁྲི་དག་ལ་དུས་ཀྱི་བ་དག་ལ་རེ་ཏེ། འདི་འདི་གཉིས་ཀ་འདྲེས་མ་བཞི་གཅིག་ཐང་བཞི་གཅིག་ཏུ་དེ། ལྷོ་བྲག་ཆེན་མོ་ན་སོ་ནི་དེ་རྩ་བཞི་འདྲ་བཞི་དག་རྫི་ག་བཞི་ཚ་མི་ཆོག་གི་དེ་ན། ཏི་ཡན་བེད་མེད་དེར་མོ། ཡན་པའི་ཚགས་ཤོན་རེད་དེ་གི་དེ་རང་གི་ཚགས་ཤོན་ཡི་དྲུང་དུ་རང་གི་ཕ་སྐད་ལ་བརྟེན་ནས་དེ་རྐུན་པོ་ཁྲིད་བཏང་ན་དེ་བེ་ད་ཅིང་བྷ་ན་འགྲོ་བ་ཉོག་གི་དེ་ད་གི་ཚད་ཀྱི་དེ་དང་པོ་འདྲ་འདྲ་ཞིག་གནང་ན། ངོས་ཙི་ག་ཅིག་བཙའ་མི་ཆོག་གི་དེ་ལས་མེད་ཀྱང་ཞིག་གི་ཡ་ཧ་འགྲོ། ཁྱ་ཧན་ཁྱེད་ད་རུ་ཞང་འབྲི་ཡ་ཧ་ཡོང་གི་སོ། དུ་མི་ཟེ་ཡིན་དུ་རེད་དུ་དུ་དུ་ཁི་རིག་གི་གང་རེད་ཟེར་ན་དེ་གི་ཤེས་བྱ་གི་མང་གཞི་དུ་རང་གི་ཕ་སྐད་ལ་བརྟེན་ནས་ཀུན་པོ་ཁྱ་དང་ལི་འདི་ཞིག་གི་ཐོག་ལ་ཧ་གོ་དང་ནི་དེ་ཐོ་ལྷོ་ཏྲ་ཆེན་མོ་ན་སོང་ན་དེ་དེ་བ་ནི་ལོ་ཙཱ་བ་ཞིག་རེད་མང་གི་གཞན་པ་དུ་ཐང་ལས་ཁྱ་མི་གོ། དེ་ལྟར་རེད་དེ་དེ་བཞིན་བཏང་ན་དེ་གད་རྐང་གི་ཁྲི་ལྡོག་ཏུ་མི་དགོ་རྒྱུ་ཡོང་ནི་མ་རེད་དེ་དེ་བཞིན་ན་ཆོག་ནི་རེད་འདི་ནང་ཁ་གཅིག་རེད་ནང་ཁ་གཉིས་ལས་དེ་རང་གི་ཕ་སྐད་གི་ཆེད་ལས་སོ་སོ་སོ་སྐྱོང་བྱེད་ཀྱི་ཏུ་ཡང། ཨོ་ཆག་གི། རང་གི་སློབ་གྲྭ་ཆེན་མོ་བདུན་བཞི་ཕ་སྐད་གི་སྨན་གྲྭ་དེ་ང་འགའ་གཙོ་རྒྱུ་དེ་རེད་དེ་མང་སྤྲུག་ལྷོ་སོག་ཆེན་མོ་སློབ་གྲྭ་ཆེན་མོ་འཛུལ་བ་ལྟ་ན་དེ་གི་ཁ་ས་བཞི་དེ་གི་སྟོང་ཆ་དང་ཁ་ས་བཞི་སྤྲུག་བཞི་ཁོ་ན་རེད། སྤྲུག་བཞི་ཁོ་ན་རེད་དེ།

མ་ཡོད་ནས། དེ། མི། ཆུ་ཚད་མཐོན་པོ་དང་ཆུ་ཚད་དམའ་བ་རྣམས་ཕེབས་སོང་ན། དེ་དེ། མི་འདང་གི། འཚར་ལོངས་བྱུང་རྒྱུ་རྣམས་ནི་འདི་གི་ནོར་པ་ཞིག་རེད། དེ། ལ་རྩ་སློག་ཏྲ་ཟི་ཏྲ་ཏ་ཧུ་ཡ་ན། ངུ་ཆ་སི་ཁྲང་ཟི་ན་དེ། ཀྱུ་ཀྱ་ས་ཡན་ཚོགས་ཀྱི་ཞོ་ཟི་རེ་དེ། ལོ་གུ་གུ། མ་འདྲང། མཐར་ཕྱིན་ནས།

གི་འཁོར་དང་མི་མཐུན་གི། ཤི་ར་ཡོང་ན་བའི་སྐྱོ་ཞིང་ས་མི་འཁྲིག་གི། འདི་ན་ག་དུས་རེ་ཤོ་ཉིན་ལས་ཐེ་ན་དེ། མཐོང་འགྲམ་གི་ཤིས་ཤ་བཞང་གུ་ཚོད་དུ་དུ་རུ་བཞང་ཡག་པོ་ཞིག་བཞང་མ་ཧ་ཅི། བཞང་མ་ཧ་ཅི། དུ་མི་དུ་རེད། དེ་ཡིན་དེ་ཡིན་དེ་ན་དེ། ཚུ་ར་ཤི་འོང་ན་དེ་ལིག་ཀ་ན་བཞུགས་དགོས་ན། སྒོ་ཕྱོགས་ཚུལ་དུ་ལྷོ་བྲག་ཆེན་མོ་བ་དང་མཐར་ཕྱིན་ཉུང་དང་ཁྱབ་ཚུལ་ན་དུས་ཀྱི་ཆུ་ཚོད་དུ་བཞེངས་པ་རེད་ཡོངས་འདས་བཞེངས་པ་རེད་རེད་ད་ནི། ཡང་དུ་ཧྲི་ཞང་གི་ཧྲི་སྐྱིད་ཀྱི་ར། ཧྲི་ཞང་གི་ཁི་རི་ཞང་གི་སྔོན་དུ་ཡོད་དགོས་པའི་རྒྱུ་མཚན་གྱི་དེ་ཡང་དུ་ཧྲི་སྐྱིད་ཀྱི་གཏན་འཁེལ་བཞིན་ནི་དེ་བཅུ་ཆ་སངས་རྒྱམ་པོ། ཀུང་ཝུའུ་ཡོན་ནང་ནི་ཀུང་ཝུའུ་ཡོན་ནང་ནི།

འདི་གང་རེད་ཟེར་ན། འདི་ཨོ་རྒྱལ་གྱི་ལྷོ་སོག་གི་ཆོས་ཉིད་ལྷོ་སོག་དར་སྤྱིའི་འགྲོ་ཚད་ཀྱི་ཆོས་ཉིད་དང་གྱང་ག་ཡིན་མིན། ཆོས་ཉིད་དང་མ་མཐུན་པ། མི་མཐུན་པ་རང་རྡོ་རྗེ་སྐྱིད་སྡུག་བཞིན་གསལ་བ་ཞིག་བྲུས་ག་ལ་རེད། དེ་ཡིན་དེ་མེད་དེ་འདི་ཐ་ལི་གི་དེ་འགལ་བ་མང་བོ་ལ།

ཨེ་ཅི་ཚེ་ཚང་མས་བཀའ་དྲིན་ཆེ་ད་རང་ནས་ཡོད་སྐད་ངན་ག་མ་འཛིན་པ་དེ་བཀའ་དྲིན་ཆེ། མཛའ་ཞིང་བརྩེ་བའི་གདིང་ཁི་རྣམ་པ། དེ་རིང་གི་བགྲོ་གླེང་ལེ་ཚན་མཚམས་འདེགས་མགྱོགས་པ་ཐུང་ངའི་རྒྱུས་མེད་ལེ་ཚན་གི་ནང་ཨོར་ཀི་ཐི་ཀ་ད་བདེ་མོ་བྱས། ཨོ་ཁྱབ་མོ་ཨོ་མི་རིགས་ནང་ནས་བདེ་ཆེན་པོ་ཉུ་ཏོ་ཏོར་མི་ཉུང་གོ། མི་ཉུང་གོ། ད་ངས་བལྟས་ན་ད་ང་རང་རང་གི་ཡིད་སྐྱོ་ས་དུ་ད་དེར་བདེ་ཆེན་པོ་དེ་ག་ལྷོག་སོག་གཏོང་དགོས་ན་གཏོང་དཀའ་གི། སློབ་གསོ་གཏོང་རྒྱུ་དཀའ་གི་སློབ་གསོ་གཏོང་རྒྱུ་གི་སྒོ་ཀ་མེད་གི་ཆ་རྐྱེན་མེད་གི་ཁོ་རང་རང་ཚོ།